ལགས་སོ་ད་ཞེ་དྲག་མ་སྒུག་རོགས། ལ་ཚང་མ་ལོ་ལས་ཀ་ཡོད་ཀྱི་རེད། འོ་འདི་འདི་ཙམ་པ་ལ། ད་ངས། སྐད་ཆ་བཤད་དེ་འདུག་སུ་འགོ་བཙུགས་བཞག་ཡིན། ཨ་ནི་ཐོག་མ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཨན་གུ་ཇག་དངུལ་འདི་བཏང་པ་ཐོག་ནས། ཨ་ནི་ང་རེ་ད་རིང་གི་བརྙན་ཐུང། ནང་ལ་ཨ་ནི་གཟིགས་མཁན་ཚང་མ་ལོ་ལ། ཨ་ནི་འཚམས་འདྲི་བཀྲ་ཤིས་དེ་ལེས་ད་ལོ་གསར་བ། ཚེས་ཚར་སོ་དྲུག་རེད་བོད་ང་རང་ཚོ་བོད་པའི་ལོ་སར་ཚེས་བ་བཅོ་ལྔ་སིམ་ཡོད་མ་རེད། ཨཱ་མ་སིམ་ནོ་གོང་ལ་ཨཱ་ནི་རྣམ་པ་ཚོ་ལ་འཚམས་འདྲི་ཞུ་ཡའི་གོ་སྐབས་བྱུང་བ་འདི་ལ་དགའ་བོ་བྱུང་ཨཱ་ནི་རྣམ་པ་ཚོ་ལ་ཚང་མ་ལོ་ལ་ལོ་སར་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ད་ད་རིང་གི་ད་ང་རང་ཚོ་གི་ད་ལྟའི་གི་སྤྱི་འཐུས་གྲོས་ཚོགས་སྐབས་བཅུ་བདུན་པའི་བོད་མོང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་འདུ་གཉིས་བ་དེ་ད་འགོ་བཙུགས་ནས་ཉི་མ་བཞི་འགྲོ་བ་ཕྱིན་པ་རེད། ཨཱ་ནི་ད་ཉི་མ་བཞི་ནང་ལོ་ལ་ད་ང་རང་ཚོ་གི། ང་རང་ཚོ་གི་བཙན་བྱོལ་སྒྲིག་འཛུགས་འདི། རྣམ་པ་ཚོ་ཚང་མའི་མཁྱེན་གསལ་རེད། ཨ་ནི་གཅིག། དམངས་གཙོ་ཡང་དག་པ་ཞིག་གང་ལ་འགྲོ་གི་ཡོད་དམ་མེད་དེ་ད་རྣམ་པ་ཚང་མས་ཀྱི་མཁྱེན་བསྡད་ཀྱི་ཡོད་རེད། ང་ཚོ་ཡིན་པ་ནས་ང་འགྲོ་བཞིན་པ་ཡིན་ནས་ད་དུས་རྟག་ཏུ། ཐད་གཏོང་ལ་དོན་དེ་གནད་དོན་གཙོ་བོ་དེ་འདི་གང་ཆགས་བསྡད་ཀྱི་ཡོད་རེད། དེ་ཡིན་དུས་འཛམ་བུ་ལ་ད་གྲོས་ཚོགས་ཚུགས་ནས་ཉི་མ་བཞི་ཕྱིན་ཚར་བ་རེད་ཉི་མ་བཞི་བར་དུ་སོ་སོ་ཡིན་ནས་སྒུག་བསྡད་པ་ཡིན་ད། ང་རང་ཚོ་གི་སྤྱི་འཐུས་གྲོས་ཚོགས་ནང་ལོ་ལ་སྐབས་བཅུ་དྲུག་པའི་བོད་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་འདུ་བཅུ་པའི་ཐོག་ལ་བཞག་བཞག་པའི་གྲོས་ཆོད་ཨང་གསུམ་བསུ་དགོས་འདི་ཨན་ད་ནས་ཀྱི་གྲོས་ཚོགས་ལ་གཙང་མ་གཅིག་བཟོས་འོང་བསམ་པའི་ཐོག་ནས་རེ་བ་རྒྱ་ཆེ་ད་ད་ལན་ཉི་མ་བཞི་བ་བར་དུ་འདུག་སྒུག་སྟེ་དེའི་ཐོག་ལ་དམིགས་བསལ་གྱི་ཨ་དཀར་མོའི་གེགས་བྱུང་མ་སོང། ད་ལྟ་བར་དུ། ཡིན་པ་ཡིན་ནས་ད་ད་རིང་ཚེ་ཡལ་ཆགས་ཀྱི་ཡོད་རེད་བ་ད་ང་ཚོ་གི་ཚེ་རེད་ཨ་རིག་གི། ཨ་ནི་རྒྱ་གར་གི་ཨ་ནི་ཉི་མ་ཐ་མ་དེ་ཆགས་ཀྱི་ཡོད་རེད་གྲོས་ཚོགས་ཚོགས་འདུ་གཉིས་པའི་གི། ཨ་འདིའི་སྐབས་ལ་ད་གཞུང་འབྲེལ་གི་གྲོས་ཆོད་གྲོས་འཆར་ལ་ཡིན་པ་ཡིན་ནས་གནམ་འཕིགས་གི་རེད་བསམ་པའི་གི་སོ་སོ་གི་རེ་བ་ཡི་བརླག་སོང། དེ་མ་ཟད་པའི། ང་ཚོ་གི་གྲོས་ཚོགས་དམར་ཚོགས་གཉིས་ནི་ཉམས་པ་ལར་ཟུག་གི་ཐོག་ནས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཚོགས་གཙོ་དང་སྤྱི་འཐུས་རྣམ་པ་ཚོ་ལ་ཡི་གེ་ཞིག་བཏང་པ་ཡིན། འདི་ལས་ཡིན་པ་ནི། ཚོགས་དྲུང་ལས་ཁུངས་ཀྱི་ཡིག་ལན་རྩ་བ་ཉིད་ནས་འབྱོར་མ་སོང། དེ་ཚོ་ཚང་མ་བློ་ཕམ་གྱི་རང་བཞིན་རེད། ང་རང་ཚོ་གི་སྒྲིག་འཛུགས་འདི་ལ་མི་མང་གིས་སྙིང་ཤུགས་རྒྱག་པ་ཡིན་པ་ནི། ཡ་ལན་བྱེད་ཀྱི་མི་འདུག། དེ་ཡིན་དུས་ཙམ་པ་ལ་འདི་ཚོ་ཚང་མེད་ཀྱི་གནས་སྟངས་ལ་བལྟ་ཡོང་དུས་ག་ལ་ང་རང་ཚོ་གི་སྒྲིག་འཛུགས་འདི། གོང་ས་མཆོག་གི་ཐུགས་རེ་ཡོད་བ་ནང་བཞིན་གྱི་ཡང་དག་པའི་དམངས་གཙོ་ཅིག་གང་ལ་འགྲོ་གི་མེད་བ་དེ་ད་གསལ་བོ་གསལ་ཀྱང། ཅིག་ངོ་སོ་དོད་པོ་ཅིག་ཆགས་འོང་གྱུར་འགྲོ་བ་ཅིག་སོ་སོ་ལ་ཚོར་སྣང་བྱུང་སོང། དེ་ཡིན་དུས་ད་ད་ལྟའི་གི་གྲོས་ཚོགས་ཚོགས་སྐབས་བཅུ་བདུན་པའི་གྲོས་ཚོགས་ཚོགས་དུས་གཉིས་བའི་གི་ཉིན་ཉི་མ་བཞི་བ། ཚ་ཚ་རེད་འདིའི་ནང་ལོ་ལེགས་འབའ་ནས་གྲོས་ཆོད་ཨང་གསུམ་གསོལ་བསྐུར་དང་འབྲེལ་བའི་བཀའ་མོལ་ཚིགས་བཅད་ད་ལྟ་བར་དུ་བྱུང་མ་སོང། དེ་ལས་ལྡོག་སྟེ། ཨ་ནི། ད་རིང་ཚེས་བཅུ་བདུན་ཉིན་མོ་འདི་ལ། ཨ་ནི་གཞུང་འབྲེལ་གྱི་གྲོས་འཆར་ག་རེ་ཕེབས་ཡོད་རེད་ཞུ་བ་ཡིན་ན། ཨ་ནི་ཁྲིམས་ཞིབ་པ་ཆེ་བས་ཀྱིས་ས་མིག་ཅིག་ད་གཏོང་པ་ཡོད་དེ་བ་འདི་ལ། ཨ་ནི་འཛིན་སྐྱོང་གི་ངོས་ནས། ཨ་ནེ་འདི་ལ་བཅའ་ཁྲིམས་དགོངས་དོན་གྱི་ཨ་ནེ་ཁ་ལོ་ཁྲིམས་ཞིབ་པ་ཆེ་བ་གི་འོ་མི་རག་གི་མི་འདུག་ལས་འདི་གྲོ་ཆར་དེ་ཁེ་ལེགས་ཡོད་རེད་ད། འདི་ད་རིང་གླེ་བ་རེད། འདི་ཡིན་དུས་བརྩམས་པ་ལ་ད་རིང་ངེད་ཀྱིས་བརྒྱུད་ལམ་འདི་ཡི་ཐོག་ནས་བོད་མི་མང་སྤྱི་འཐུས་ལྷན་ཚོགས་དང་འཛིན་སྐྱོང། རྣམ་པ་གཉིས་ལ་འབོད་སྐུལ་ག་རེ་ཞུ་ཡས་ཞུ་བ་ཡིན་ན། འཛིན་སྐྱོང་གིས་ད་ལྟ་བར་དུ། འཛིན་སྐྱོང་གསར་བའི་གིས་ད་ལྟ་བར་དུ་མཛད་འགན་བཞེས་ནི་བྱས། ཨ་ད་ལྟ་བར་དུ་ཕྱིར་བསྡུ་མང་པོ་ཅིག་གནང། དེ་ཡིན་དུས་ཙམ་པ་ལ། ད་ལྟའི་གི་ཆེས་མཐོའི་ཁྲིམས་ཞིབ་ཁང་གི་གནད་དོན་འདི་ཡིན་པ་ཡིན་ནས་མི་འགྲོ་རག་གི་མེད་བ་ཡིན་ན། ཕྱིར་བསྡུ་གནང་རོགས་གནང་ཟིན་འདི་འབུལ་ཞེས། སྤྱི་འཐུས་གྲོས་ཚོགས་རྣམས་གྲོས་འཆར་གླིང་མུ་གོའི་ཐོག་ནས་ཕྱིར་བསྡུ་གནང་རོགས་གནང། ཆེས་མཐོའི་ཁྲིམས་ཞིབ་ཁང་འདི་ཕྱིར་བསྡུ་གནང་རོགས་གནང། འདི་ཕྱིར་བསྡུ་གནང་རོགས་གནང་ཞེས་ཞུ་དགོས་ཀྱི་དགོས་པ་རྒྱུ་མཚན་མེད་པ་རྩ་བ་ཉིད་ནས་མིན། འདི་ལས་པའི་ནས་སོ་སོའི་ངོས་ནས་རྒྱུ་མཚན་བཤད་ཡོད། རྒྱུ་མཚན་ག་རེ་ཡིན་ཞུ་བ་ཡིན་ན། ཆེས་མཐོའི་ཁྲིམས་ཞིབ་ཁང་བཙུགས་དགོས་ཀྱི་དམིགས་ཡུལ་གཙོ་བོ་འདི་གོང་ས་མཆོག་གིས་ཐུགས་རེ་ག་རེ་གནང་ཡང། ང་རང་ཚོ་གི་མི་མང། སྐྱོ་བོ་དང་འདི་འདྲས་ལ། དཀའ་ངལ་འཕྲད་བ་ཡིན་ན། ཐུབ་ཚོད་བཤད་བ་ཡིན་ན་འདི་འདྲས་ཀྱི་དེ་སྡུག་ཞུ་ས་ཅིག་ལ་དམིགས་བྱས་ཨ་བཙུགས་བཞག་ཡོད་གི། ཅིག་ཆགས་འདུག་ཡོད་རེད། ཡིན་པ་ཡིན་ནའི། དངོས་སུ་བཙུགས་ཚར་བའི་རྗེས་ལ་ང་རང་ཚོ་ཆེས་མཐོའི་ཁྲིམས་ཞིབ་ཁང་དེ། གི། ཕྱག་ལས་གནང་སྟངས་དེ་ག་རེ་ཆགས་ཀྱི་ཡོད་རེད། ཆེས་མཐོའི་ཁྲིམས་ཞིབ་ཁང་གི་ལས་འགན་ག་རེ་རེད། ཕྱག་ལས་ག་རེ་གནང་གི་ཡོད་རེད། ལས་ཀའི་བཅའ་ཁྲིམས་སྲུང་སྐྱོབ་བྱས་ཡས་རེད་མི་དམངས་ཀྱི་བདེ་སྡུག་ལ་གཟིགས་ཡས་རེད། དཀའ་ངལ་ཡོད་བ་ཅན་སྙེབས་བཅོལ་བྱས་ཡས་དང་འདི་འདྲས་ཀྱི་གནས་སྟངས་བྱུང་ན་ཐུབ་ཚོད་ཀྱི་གནས་སྟངས་འདི་འདྲས་མེད། འདི་ལས་ལྡོག་སྟེ། ཁྲིམས་སྒྲིག་གཞི་སྐོར་གཏོར་མཁན་དེ་ཁྲིམས་གཞི་གང་ཆགས་དེ་ཡིན་འདུག། ཨ་ནི། མི་དམངས་སྐྱོ་བོ་དང་དེ་སྡུག་སྟེ་གེ་ལ་རྟ་ཨེ་ལ་འཚབ་སྟེ། མགོ་ལ་དེ་བཞིན་གྱི་ལས་བྱེད་འདི་ཚོ་ཁོ་རང་ཚོ་ནང་ཁུལ་སྲུང་སྐྱོབ་བྱས། དེ་མ་གཏོགས་གའུ་རུང་ཆེ་དགོངས་པ་མཐུན་པ་དང་ཐོག་ནས་ཆེ་མཐོའི་ཁྲིམས་ཞིབ་ཁང་གིས་ཕྱག་ལས་གནང་ཐུབ་མི་འདུག་དེ་ཡིན་དུས་གང་ལགས་ང་རང་ཚོ་གི་སྒྲིག་འཛུགས་འདི་ཆེ་མཐོའི་ཁྲིམས་ཞིབ་ཁང་འདི་ཁྲིམས་སྲུང་སྐྱོབ་བྱེད་མཁན་ཞིག་ཡིན་པ་ཡིན་དུས་དེ་འདྲིས་ཀྱི་སྲུང་སྐྱོབ་ཀྱི་ལས་ཀ་མ་བྱེད་བ་བྱས་ཨ་ནི་ཁྲིམས་གཏོར་དེ་གི་འདུག་རྒྱུ་མཚན་འདི་ལ་བལྟས་ཚེ་ཨ་ནི་ད་ལྟའི་གི་ཆེས་མཐོའི་ཁྲིམས་ཞིབ་ཁང་གིས་ལ་ཨ་ནི་ཁྲིམས་ཞིབ་པ་ཆེ་བ་གིས་མི་འགྲོ་རག་གི་མེད་པ་ཡིན་ན་འཛིན་སྐྱོང་གིས་འདི་ཕྱིར་བསྡུ་བྱེད་མི་དགོས་ཀྱི་རྒྱུ་མཚན་ག་ལ་ཐུག་དེ་རེད་འོ་འདི་ཞུ་ཡིན་ད་ལྟ་བར་དུ་འཛིན་སྐྱོང་གིས་ཕྱག་ལས་གནང་ནས་ལོ་གཅིག་མ་ཟིན་ནང་ལོགས་ལ་ཕྱིར་བསྡུ་མང་པོ་ཞིག་གནང་ཡོད་རེད་དཔེར་ན་ཆ་བཞག་ན་སྲིད་སྐྱོང་གི་མཚན་ཕྱིར་བསྡུ president ལ་ཨེ་ཕྱིར་བསྡུ་བྱེད་ཡི་ལེ་གི་ཡོད་རེད་རྒྱུ་མཚན་གྱེས་ཡོད་མ་རེད་ཕྱིར་བསྡུ་ག་རེ་བྱེད་དགོས་ནས་གྱེས་དེ་སྐྱོན་གཟིགས་དགོས་ཀྱི་ཡོད་རེད། སྤྱི་འཐུས་གྲོས་ཚོགས་ནང་ལ་ཕྱིར་བསྡུ་བྱེད་རྒྱུ། ག་རེ་ཕྱིར་བསྡུ་གནང་གི་ཡོད་འདི་ཚོ་ལ་གལ་ཏེ་སྐྱོན་འགྲེལ་བཤད་ཡོད་ཅིག་གོ་གི་ཡོད་རེད། དཔེར་ན་ཆ་ན་སྲིད་སྐྱོང་གི་མཚན་གནས་དེ་མེད་པར president ལའེ་དེ་མེད་པར་བཟོས་ན་ཁེ་བཟང་ག་རེ་ཡོད་རེད། འདི་གི་རྩ་དོན་ལ་ག་རེ་གནོད་གི་ཡོད་རེད། འདི་བཞག་པ་ཡིན་ན་འདིས་ག་རེ་ཕན་གྱི་ཡོད་རེད་དེ་ཚོ་འགྲེལ་བཤད་གོ་རོགས། གལ་ཆེན་གི་སྡིངས་ཆ་གང་ལ president ལའེ་དེ་གི་མཚན་གནས་དེ་གི་ཡོངས་ཁྱབ་ལ་ང་རང་ཚོ་མགོ་འཁྲིད་ཡིན་པོ་དེ་འགྲེལ་བཤད་རྒྱ་མོ་འོད་དང་ཧ་གོ་ཐུག་གི་ཡོད་རེད་ཡིན་པས་ནས་ད་འདི་འདྲིའི་རིགས་ཅིག་ཕྱིར་བསྡུ་བྱེད་ཀྱི་ཡོད་རེད་འདི་ལ་རྒྱུ་མཚན་ཁྱད་ཡོད་མ་རེད་ཡིན་པས་ནས་ད་ནི་ངེད་ཀྱིས་ཆེས་མཐོའི་ཁྲིམས་ཞིབ་ཁང་འདི་ཕྱིར་བསྡུ་བྱེད་དགོས་གི་རེད་ད་རྒྱུ་མཚན་ཡང་དག་པ་ཡོད་ཞེས་ཡིན་རྒྱུ་མཚན་དང་པོ་དེ་དགྲ་བོ་རིན་པོ་ཆེའི་དགོངས་པ་དང་མཐུན་པའི་ཐོག་ནས་ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་ཁང་བཙུགས་པ་ནང་བཞིན་གྱི་ཕྱག་ལས་གནང་ཐུབ་ཀྱི་མི་འདུག་གཉིས་པ་དེ་ཆེས་མཐོའི་ཁྲིམས་ཞིབ་ཁང་དེ་ང་རང་ཚོའི་བཙན་བྱོལ་སྒྲིག་འཛུགས་གཏོར་མཁན་ཆགས་ཏེ་བཞག་ཁྲིམས་དང་སྒྲིག་གཞི། འདི་གཏོར་གྱིས་ཕྱག་སྟེ་ཕྱག་བྱ་ལ་དགོས་རྒྱུ་མཚན་གཙོ་བོ་ག་རེ་ལ་ཐུག་གི་ཡོད་ཞེས་བ་ན། ཆེས་མཐོའི་ཁྲིམས་ཞིབ་ཁང་གིས་ཁྲིམས་ཐག་བཅད་བ་ལ་དང་པོ་དེ་ལ་ནུས་པ་མི་འདུག་གཉིས་བ་དེ་ལ་ཁྲིམས་ཐག་བཅད་རྒྱུ་དེ་ཚོ་འདི། བཅའ་ཁྲིམས་གཏོར་རེས་དང་སྒྲིག་འཛུགས་གཏོར་རེས་ལ་མ་གཞི་ནུས་པ་འདོན་གྱི་མི་འདུག། སྒྲིག་འཛུགས་གཏོར་རེས་ལ་མ་གཏོགས་ནུས་པ་འདོན་གྱི་མི་འདུག་ཞུ་དགོས་ཏེ། རྒྱུ་མཚན་ག་རེ་ན་ཉིས་སྟོང་གཉིས་ལ་ཁམས་ཆུ་ཨང་བརྒྱད་པ་དེ་ལ་སྤྱི་རྒྱུ་གེར་བདག་ཡིན་པ་གསལ་བོ་གསལ་རྐྱང་ཆེ་བསྟོད་ཁྲིམས་བྱེད་ཁང་ཁྲིམས་ཐག་བཅད་ཡོད་རེད་དེ་ཡིན་པ་ཡིན་ནས་ང་རང་ཚོ་གི་སྤྱི་འཐུས་ཀྱི་འོས་ཆོས་ནང་ལོགས་ལ་ག་རེ་བཤད་ཡོད་རེད་ཁྲིམས་བྱེད་ཁང་གི་ནང་ཉེས་མེད་པ་ཅིག་གོ་གི་ཡོད་རེད་སྲིད་སྐྱོང་ཡིན་ན་རེད་སྤྱི་འཐུས་ཡིན་ན་རེད་ཡིན་པ་ཡིན་ནས་ད་ལྟ་བར་དུ་སླེ་འདི་གི་ཡོད་རེད་འགྲེལ་བཤད་ག་རེ་རྒྱག་གི་ཡོད་རེད་ང་རང་དུ་ལ། ཨ་ནི། ཕྱི་སྡོད་ཁྲིམས་སྤྱི་ཁང་ལ་ནག་ཉེས་ཀྱི་ཨ་ནི་ཁྲིམས་གཏུག་མཁན་གྱི་འདི་ཡོག་མ་རེད། ང་རང་དུ་རང་ལུང་པ་ཡོག་མ་རེད་གཅིག་ཡོག་མ་རེད་གཉིས་ཡོག་མ་རེད་ལ། སྤྱི་བའི་སྤྱི་རྒྱུ་སྤྱི་བའི་རྒྱུ་གཅིག་གེར་གི་དག་བ་ཡིན་པ་ཡིན་ན་འདི་མི་འདི། ཨ་ནི་སྤྱི་བའི་གི་མི་གཅིག་ཆགས་ཐུབ་ཡོད་ཡོག་མ་རེད་སྤྱི་བའི་འགན་འཁྱི་ཐུབ་ཡོད་ཡོག་མ་རེད། ཡིན་པ་ཡིན་ན་འདི་འདྲས་གཅིག་ལ་ཨ་ནི་ད་ལྟའི་གི། ང་རང་ཚོ་གི་ཆེས་མཐོའི་ཁྲིམས་ཞིབ་ཁང་གི་ཐག་གཅོད་དེ་ནུས་པ་ཡོང་མ་རེད་ད་ལྟ་ཡིན་ནའི་སྤྱི་འཐུས་ལ་སླེབས་ཏེ་ཡོད། འདི་གིས་ང་རང་ཚོ་གི་བཅའ་ཁྲིམས་ཀྱི་སྒྲིག་གཞི་གཏོར་དགོས་འདུག་རྒྱུ་མཚན་དང་པོ་དེ་དེ། གཉིས་པ་དེ་ཁྲིམས་སྒྲིག་ཁང་གི་ཐག་གཅོད་དེ་གི་ད་ལྟ་བར་དུ་སྒྲིག་འཛུགས་གཏོར་ཡས་མ་ཏོག་ཕན་ཐོག་པོ་མི་འདུག་ཟེར་ལ་ཡ་དེ་ག་རེ་ཞུ་གི་ཡོད་ཟེར་ན། བཀའ་ཤག་ཆེས་མཐོའི་ཁྲིམས་ཞིབ་ཁང་གི་ནག་པོ་བཟོས་ཐུབ་པ་རེད། འདས་པའི་བཀའ་ཤག་ཨོ་བཅའ་ཁྲིམས་སྲུང་སྐྱོབ་བྱེད་ཡས་ལ་ཁྲིམས་ཞིབ་ཆེས་མཐོའི་ཁྲིམས་ཞིབ་ཁང་གི་སྤྱི་རྒྱུ་སྒེར་བདག་བྱེད་མཁན་ཅིག་ལ། ཨ་ནི་འོས་ཤོག་ནི་ཡར་ལང་ངའི་མེད་རྒྱུ་དེ་ཟུས་ཐུག་གུ་བ་མ་རྟ། ཡིན་པ་ཡིན་ན་བོད་མི་སྒྲིག་འཛུགས་ཀྱི་བཀའ་ཤག་དམངས་གཙོ་ཀ་བ་གཅིག་བཀའ་ཤག་ནག་པོ་དེ་ཆེད་དུ་ཁྲིམས་ཞིབ་ཁང་གི་ཟུས་ཐུག་ཡོད་གཅིག་དེ་རེད། གཉིས་བ་དེ་ང་རང་ཚོ་གི་ཁྲིམས་བཟོ་ལྷན་ཁང་གི་འོས་བསྡུ་གི་གདམ་བྱེད་ཀྱི་ཐོབ་ཐང་བཀག་ཡ་དེ་ཁྲིམས་ཞིབ་ཁང་གི་བཀག་ཐུག་དེ་རེད་ད། གསུམ་པ་དེ་ལ་ད་ང་རང་ཚོ་གི་མི་དམངས་ཀྱིས་འོས་བསྡུ་བྱེད་པའི་ཐོག་ནས་གདམ་བྱ་བའི་གྱི་སྤྱི་འཐུས་ཞི་བ་ཞེ་ལྔ་གིས་མི་དམངས་ཀྱི་སྐུ་ཚབ་ཆགས་ཀྱི་ཡོད། ཁོ་རང་ཚོ་གིས་ཐག་གཅོད་བྱེད་བཞག་པ་ཅིག་ཁོ་རང་ཚོ་གིས་རྩིས་མེད་བཏང་བྱས། ཁྲིམས་སྒྲིག་གཞི་གང་ཡང་རྩིས་མི་དགོས་བ་ཐོག་ནས་འདུག་རང་སྣང་གང་དྲན་བྱས་ནས་སླེ་བསྡད་དེ་ང་རང་ཚོ་སྒྲིག་འཛུགས་ཁོ་རང་གཏོར་སོང་ངོ། ང་རང་ཚོ་སྒྲིག་འཛུགས་དེ་རྒྱལ་སྤྱི་གྱི་གནས་བབ་སྡིངས་ཆ་གང་ལ་འགྲེལ་བཤད་རྒྱ་ཡག་ལ་རྒྱ་མ་ཐོས་བ་དང་རྒྱ་བར་མུ་ཆེན་གྱི་གསུངས་དེས་ཀྱི་ཡང་དག་པའི་དམངས་གཙོ་ང་ཚོ་སྒྲིག་འཛུགས་འདི་ཡང་དག་པའི་དམངས་གཙོ་ཞིག་ག་ལ་སྒྲུབ་ཀྱི་ཡོད་གཟབ་བསྡད་དེ་རྒྱལ་བ་རིན་པོ་ཆེ་གི་ཞབས་འདྲེན་སོང། འདི་ཡིན་དུས་ག་ལ་ང་ཚོའི་ཆེས་མཐོའི་ཁྲིམས་གཞི་གང་ལ་ནུས་པ་ཐོན་པའི་གི་ལས་ཀ་བྱེད་གི་མི་འདུག་ད་ལྟ་བར་དུ་ཆེས་མཐོའི་ཁྲིམས་གཞི་གང་གི་ལས་ཀ་བྱེད་ནས་ནུས་པ་ཐོན་ཤར་བ་འདི་སྒྲིག་འཛུགས་གཏོར་རེས་དམངས་གཙོ་ཀ་བ་གསུམ་འདི་ནག་པོ་བཟོས། འདི་མ་གཏོགས། མཐའ་མ་སོ་སོ་རྐུབ་བཀྱག་ཡི་ནག་པོ་བཟོས་དེ་བ་ད་ད་མི་རག་གི་ཡོད་མ་རེད། ཆེས་མཐོའི་ཁྲིམས་ཞིབ་ཁང་ལ་ཁྲིམས་ཞིབ་པ་ཆེ་བ་མ་རག་ཡ་ག་ཅིག་རག་གི་ཡོད་མ་རེད། ཆེས་མཐོའི་ཁྲིམས་ཞིབ་ཁང་གི་ཞབས་བཀྱག་འདི་བཙོག་པ་ཆགས་ཚར། ཁྲིམས་འགལ་གྱི་མི་གཅིག་ལས་ཆེ་བཙོག་པ་ཆགས་མཛད་དེ་བ་ད། རྒྱུ་མཚན་འདི་ལ་ད་ནི་འཛིན་སྐྱོང་གིས་ད་ལྟ་བར་དུ། ལོ་གཅིག་གི་ནང་ལོ་ལ་ཕྱིར་བསྡུ་མང་པོ་ཅིག་གནང་ཡོད་རེད། འདི་ཡིན་འདུག་ག་ལ། གངས་ཅན་བོད་ཆོས་ཞབས་ཞུ་ཡེ་ནས་ད་ཕྱིར་བསྡུ་གནང་མཁན་གྱི་ལམ་ཁ་གང་ལ་སླེབས་བསྡད་ཀྱི་ཡོད་རེད། ཨཱ་ནི། བུད་མེད་ཀྱི་ཉིན་མོ་ཡེ་ནས་ཕྱིར་བསྡུ་བྱས་ཡོད་རེད། ཨཱ་ནི། President ལའི་དེ། ཚིག་དེ་ནས་ཕྱིར་བསྡུ་བྱས་ཡོད་རེད་ལས་ཤོག་ནང་ལྐོག་ཚན་ཡོད་ཚུལ་ལབ་ཀྱི་ཡོད་རེད། དེ་འདྲས་ཀྱི་ཕྱིར་བསྡུ་བྱེད་ཀྱི་ཡོད་ཡིན་ན། ཕྱིར་བསྡུ་བྱེད་དགོས་ཏེ་ཆེས་མཐོའི་ཁྲིམས་ཞིབ་ཁང་དེ་ཕྱིར་བསྡུ་བྱེད་དགོས་ཀྱི་འདུག་འདི་གིས་ང་རང་ཚོ་གི་རྩ་དོན་ལ་ག་རེ་དགོས་ཀྱི་ཕན་གྱི་མི་འདུག་རྩ་དོན་ལ་ནུས་པ་ཐོན་ཡས་ལས་ཀ་གྱིས་ཐོན་ཡས་མི་འདུག་འདི་གིས་ང་རང་ཚོ་གི་མཐུན་སྒྲིལ་ལ་གཏོར་གྱི་འདུག་ཞེས་འོ་དེ་གཅིག་རེད་ད་རེས་ཀྱི་སྐབས་བཅུ་བདུན་པའི་སྤྱི་འཐུས་ཀྱི་གྲོས་ཚོགས་ནང་ལོགས་ལ་རྣམ་པ་ཚོ་གིས་འདི་ཐག་གཅོད་ངེས་པར་དུ་གནང་དགོས་འདུག་གལ་སྲིད་རྣམ་པ་ཚོ་གིས་ཡིན་གཅིག་མིན་གཅིག་ཆེས་མཐོའི་ཁྲིམས་ཞིབ་ཁང་བཅའ་ཁྲིམས་བསྐྱར་བཅོས་བྱེད་པའི་ཐོག་ནས། ཨ་ནི། ཁྲིམས་ཞིབ་པ་ཆེ་བ་ཞིག་གོ་གི་འདུག་ལབ་པ་ཡིན་ན། ངེས་པར་དུ་ང་ཚོའི་སྒྲིག་འཛུགས་དེ་ཁྲིམས་དང་མཐུན་པ་བྱས་ནས་འགྲོ་ཐུབ་ཡོང་ལ་ཐག་གཅོད་ཞིག་གནང་རོགས་བྱས། གྲོས་ཆོད། སྐབས་བཅུ་དྲུག་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་བཞག་ཟེར་བའི་གྲོས་ཆོད་ཨང་སུམ་ཅུ་སོ་དགུ་འདི་ངེས་པར་དུ་གཙང་མ་བཟོ་དགོས་ཀྱི་ཡོད། འདི་གཙང་མ་མ་བཟོ་བའི་བར་དུ། ཨ་ནི་ང་རང་ཚོ་གི་སྒྲིག་འཛུགས་དེ་ཁྲིམས་མཐུན་གྱི་ཐོག་ནས་འགྲོ་ཐུབ་ཀྱི་མི་འདུག། རྒྱ་བོ་རིན་པོ་ཆེ་དགོངས་པ་དང་མཐུན་གྱི་མི་འདུག། འདི་ཡིན་དུས་ངེས་པར་དུ་ད་ནི་གྲོས་ཚོགས་ནང་ལོགས་ལ། ཆེས་མཐོའི་ཁྲིམས་ཞིབ་ཁང་གི་ས་མིག་དེ་གི་ཆེད་དུ་རྣམ་པ་ཚུགས་ཀྱི་ཡིན་གཅིག་མིན་གཅིག་བཅའ་ཁྲིམས་བསྐྱར་བཅོས་བྱས་ནས་བསྐོས་དགོས་ཀྱི་ཡོད་བ་ཡིན་ན། དང་པོ་དམར་རྒོད་ལྔས་ལ་ང་རང་ཚུགས་ཀྱི་བཙན་བྱོལ་བོད་མིའི་སྒྲིག་འཛུགས་དེ་ཁྲིམས་དང་མཐུན་པ་གང་ལགས། སྐབས་བཅུ་དྲུག་གི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བཞག་འཆར་བའི་གྲོས་ཆོད་ཨང་གསུམ་སོ་དགུ་དུ་ངེས་པར་དུ་གཙང་མ་བཟོ་དགོས་ཀྱི་ཡོད། འདི་འབུལ་དགོས་ཡིན། གལ་སྲིད་འདི་འགྲིག་གི་གཙང་མ་བཟོས་ཐུབ་ཀྱི་མེད་བ་ཡིན་ན་ཆེས་མཐོའི་ཁྲིམས་ཞིབ་ཁང་གོ་ཡས་མི་འདུག། འདི་ཡིན་དུས་བརྩམས་པ་ལ་ང་རང་ཚོ་གི་སྤྱི་ཚོགས་ནང་བློ་ལ་ད་ལྟའི་གི་གྲོས་ཆོད་ཨང་གསུམ་སོ་དགུ་དོ་ལ་འགྲེལ་བཤད་ལོག་པ་ག་འདྲ་བརྒྱབ་ཐ་ན་ད་ལྟ་སྤྱི་འཐུས་གསར་བ་ཞིག་བཟོ་བ་འདོད་མོད་ཀྱི་སྤྱི་འཐུས་ཁོ་རང་གི་མཚན་ལ་བློ་བཟང་ཐུབ་བསྟན་ལགས་ཀྱི་དང། Radio Free Asia གི་གིས་ཁོ་རང་ལ་གི་ལ་བཅར་འདྲི་ཞུས་བའི་སྐབས་ལ་ཁོ་རང་སྐད་ཆ་ག་རེ་ཞུས་ཡོད་འདུག་ཁོ་རང་སྤྱི་འཐུས་ཅིག་བཞག་གི་ཡོད་རེད་རོ། སྤྱི་འཐུས་ཅིག་ག་རེ་བྱེད་གི་ཡོད་རེད། ཨ་གྲོས་ཆོད་ཨང་གསུམ་སོ་དགུ་འདི་གཙང་མ་གཙང་རྐྱང་ཆགས་ཚར། གཙང་མ་ག་འདྲས་ཆགས་ཀྱི་ཡོད། སྤྱི་འཐུས་གྲོས་ཚོགས་ནི་ཐག་གཅོད་བྱེད་པའི་གི་གྲོས་ཆོད་ཅིག་ཨ་ནི་གྲོས་ཚོགས་ཚུགས་མུ་གོའི་ཐོག་ནས་ཨ་ནི་གཙང་མ་ག་འདྲས་ཆགས་ཀྱི་ཡོད། དེ་ཚོ་སྤྱི་འཐུས་ཅིག་གིས་འགྲེལ་བཤད་རྒྱག་གི་ཡོད། ད་ཁོ་ལ་འགྲེལ་བཤད་རྒྱག་མཁན་གྱིས་གཙང་མ་ཆགས་སྟངས་དེ་ག་འདྲས་འགྲེལ་བཤད་རྒྱག་ཨེ། དེ་ཚོ་དེ་ང་རང་ཚོ་ཞིབ་འཇུག་བྱེད་དགོས་ཀྱི་འདུག་བསམ་གྱི་འདུག། ངེད་ཀྱིས་གོ་ཡས་བྱས་པ་ཡིན་ན། ངེད་གོ་ཡས་བྱས་པ་ཡིན་ན། ཨ་ནི་ད་ལྟིག་གི། གྲོས་ཆོད་ཨང་གསུམ་བསུ་དགོས་འདི། གཙང་མ་ཆགས་ཚར་བ་རེད་ཨ་ནི་ག་བ་རུང་བ་ཅན་གི་གཙང་མ་བཟོས་རེད་ལ་ནི་ཀ་མེད་འདི་རེ་འབྲུག་པོ་ཡོད་ས་རེད་རེ་ཟུང་གི་ག་བ་རུང་བ་ཅིག་མཚན་བེད་སྤྱོད་གཏང་གི་ཡོད་ས་རེད། འདི་ཚོ་དེ་རྩ་བ་ཉིད་ནས་ཡག་པོ་མ་རེད་ཞུ་ཡིན། ག་བ་རུང་བ་ཅན་གི་བཀའ་སློབ་ག་རེ་ཕེལ་བ་རེད། ང་རང་ཚོ་གི་བཙན་བྱོལ་ད་ལྟིག་གི་ཕྱི། གྲོས་ཆོད་ཨང་གསུམ་སོ་དགུ་གི་གནད་དོན་གྱི་ཐོག་ལ་ཁྲིམས་དང་མཐུན་པའི་ཆེད་ནས་འགྲོ་བ་ཡིན་པ་ཡིན་ན། ད་ལྟའི་དཀའ་ངལ་འདི་གྲོས་ཚོགས་ཚུགས་མ་ཐུབ་བའི་དཀའ་ངལ་འདི་འཕྲད་ཡོང་མ་རེད་བསམ། ལམ་སྟོན་དང་པོ་འདིར་ཁྲིམས་དང་མཐུན་པ་དེ་ཕྱིན་ཡོད་ན། ཁྲིམས་དང་མཐུན་པ་ཐོག་ནས་ཕྱིན་ཚར་རེད། ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་ཆེ་བ་དང་གཞན་གཉིས་དེ་གསར་འགོད་གསལ་བསྒྲགས་བྱས། གསར་འགོད་གསལ་བསྒྲགས་འདི་ཚར་བ་རྗེས་ལ། ལས་གནས་ནས་བཤོལ་བ་ཡིན་བསམ་ཕྱིན་ཚར། འདི་རེད་དཀའ་ངལ་གལ་བྱུང་ཡོད་མ་རེད། གཉིས་བ་དེ། ག་རེ་གསུངས་ཡོད་རེད། བཅའ་ཁྲིམས་ལ་དཀའ། བཅའ་ཁྲིམས་ལ་དཀའ། ལག་བསྟར་བྱས་ལ་དཀའ་ངལ་ཡོད་ཡིན་ན་བཅའ་ཁྲིམས་བསྐྱར་བཅོས་བྱས་ཡོད་རེད་ཟེར་ན་བཀའ་སློབ་འདིར་གཉིས་བ་འདི་རེད། སྐབས་དེ་དུས་བཅའ་ཁྲིམས་བསྐྱར་བཅོས་བྱས་ཡོད་ཡིན་ན་ད་ལྟའི་གི་ཁྲིམས་ཞིབ་བར་གི་ས་མིག་འདི་ལ་དཀའ་ངལ་འཕྲད་ཀྱི་ཡོད་མ་རེད། སྐབས་དེ་དུས་གི། བཀའ་ཤག་གི། ཚོགས་ཆུང་བཙུགས་ཚར་རེད། ཚང་མ་བྱས་ཚར་ཡོད་རེད། ཡིན་པ་ཡིན་ནའི། ས་འོག་དར་ཐག་གཅིག་བསྡུས། ཁ་ཤས་ཅིག་གིས། ཨ་ནི། གྲོས་ཚོགས་འཕར་མ་ཚུགས་ཡས་ལ། ཨ་ནི། ག་ལ་བ་རེད་ད་ནམ་རྒྱུས་སྟོན་བྱས། ཨ་ནི། གྲོས་ཚོགས་ཀྱི། གྲུབ་ཆ་མ་ལོན་བྱས་གྲོས་ཚོགས་ཚུགས་ཐུབ་ཡས་མ་རེད། ཀོ་རོ་ན་ནགས་ཚལ་གྱི། ལ་ཁག་དཀྲིས་བྱས། དེ་འདྲས་ཀྱི་གནས་སྟངས་བཟོས་བྱས་ད་ལྟ་དཀའ་ངལ་འདི་འཕྲད་བྱ་བ་ཆགས་ཡོད། དེ་ཚོ་ང་རང་ཚོ་མི་མང་ཚོ་གི་ཁེངས་དགོས་གི་རེད། དེ་ཡིན་དུ་ག་ལ་ད་ད་ལྟའི་ག་ལ་དཀའ་ངལ་འཕྲད་ཀྱི་ཡོད་རེད་དཀའ་ངལ་ཚགས་ཡོད་མ་རེད་ད་ལྟ་དཀའ་ངལ་འཕྲད་དུ་ཡོད། སྤྱི་འཐུས་ཁྲིམས་ཆད་གང་གཱའི་གནས་སྟངས་དེ། འདི་ཡིན་དུས་བརྩམས་པ་ལ། དེ་འབྲེལ་གྱི་གནས་ཚུལ་གཅིག་འདི་ད་ག་བ་རིན་པོ་ཆེ་གིས་གཙང་མ་བཟོས་ལར་ག་བ་རིན་པོ་ཆེ་བཀའ་སློབ་ག་རེ་ཕེབས་བཞག་ཁྲིམས་དང་མཐུན་པ་ཅན་འགྲོ་ན་དཀའ་ངལ་ཡོད་མ་རེད་གསུངས་ཡར། གཉིས་བ་དེ་ལ་བཅའ་ཁྲིམས་ལ་དཀའ་ངལ་ཅིག་ག་ལོག་རེད་ལག་བསྟར་བྱས་ལ་དཀའ་ངལ་ན་བཅའ་ཁྲིམས་བསྐྱར་བཅོས་བྱེད་ཡོད་རེད་གསུངས་ཡར། བཅའ་ཁྲིམས་བསྐྱར་བསྐོ་བྱས་ཁོ་རང་ཚོ་བཀག་བཞག་ཡར། དེ་དུས་བ་ལ་ང་རང་ཚོ་གི་སྐད་ཆ་དེ་ཚོ་གསན་ཡས་ཡོད་རོང། ད་ལྟས་ཀྱི་སྤྱི་འཐུས་ཡོད་ཞག་པ་དབུས་གཙང་སྤྱི་འཐུས་དངོས་གྲུབ་རྡོ་རྗེ་གིས་བཀའ་མོལ་ག་རེ་ག་ཚོད་འགྲོ། གྲོས་ཚོགས་ཚུགས་བཅུག་རྒྱུ་ཡོད་མར་དང་གྲོས་ཚོགས་འཕར་མ་དེ་བཙུགས་ཆུགས་རྒྱུ་ཡོད་མར་དང་ཁོང་ཚོ་གིས་འདི་བཙུགས་ཡས་འདི་ཁྲིམས་ཞིབ་པ་ཆེ་ཡ་བསྐོས་ཡས་རེད་ཟེར་ད་ཁོང་ཚོ་ཁྲིམས་ཞིབ་པ་ཆེ་ཡ་བསྐོས་ན་འགྲིག་གི་ཡོད་མ་རེད་དང། གནད་དོན་འདི་མཐོང་ན་བཀག་རོགས། རྗེས་མ་ཁོ་རང་ཁ་ཚང་གྲོས་ཚོགས་ཀྱི་ཚོགས་ད་ལྟ་སྐབས་བཅུ་བདུན་པའི་གི་གྲོས་ཚོགས་ཚོགས་འདུ་དང་པོ་དེ་ལ་ནི་ཁོ་རང་བཀའ་བློན་ལ་ཡོང་དུས་གང་ལ་དཀའ་ངལ་འཕྲད་སོང་བ། གནས་སྟངས་དེ་རེད། ད་དོན་ཚན་གསུམ་པ་དེ། བཅའ་ཁྲིམས་ལ་འགྲེལ་བཤད་རྒྱག་ཡོད་ལ་དཀའ་ངལ་ཡོད་བ་ཡིན་ན་ནི་ཆེས་མཐོའི་ཁྲིམས་ཞིབ་ཁང་ཡོད་རེད་གསུངས་ཡོད། ངོ་བོའི་གནས་ཚུལ་འདིར། བཅའ་ཁྲིམས་འགྲེལ་བརྗོད་རྒྱ་ཡིག་ལ་དཀའ་ངལ་ཡོད་ན་ཆེས་མཐོའི་ཁྲིམས་ཞིབ་ཁང་ཡོད་རེད་གསུངས་ན་ཆེས་མཐོའི་ཁྲིམས་ཞིབ་ཁང་གིས་བཅའ་ཁྲིམས་ཡིད་ལ་བཅངས་པའི་ཐོག་ནས་གསར་བསྐོ་གསལ་བསྒྲགས་འདིའི་རྗེས་ལ་ང་ཚོ་ལས་གནས་ནས་ཤོར་བ་ཡིན་ཟེར་ན་འགྲོ་ས་རེད། འདི་རེད་ད། རྒྱ་བོད་རིན་པོ་ཆེན་བཀའ་སློབ་ལམ་སྟོན་གསུམ་དེ་འདི་རེད། འདིའི་མཇུག་ལ་ལམ་སྟོན་བཀའ་སློབ་ག་རེ་ཕེལ་བ་རེད། ངེད་ཀྱིས་བཀའ་སློབ་ག་རེ་གནང་བ་ཡིན་པ་ཡིན་ནའི། ཁྲིམས་དང་མཐུན་པའི་ཐོག་ནས་འགྲོ་ཡས་ཀྱི་བཀའ་སློབ་ཅིག་ཕེབས་ཀྱི་རེད་མ་གཏོགས་ཁྲིམས་དང་མ་མཐུན་བའི་འདི་བཀའ་སློབ་འདི་འདྲས་ངས་གནང་ཤེས་ཀྱི་མ་རེད་ཟེར་ནས་གསུངས་ཡོད་རེད། འདི་ཚོ་ཁར་འདི་ཚོ་ཚང་མ་ག་བ་འགྲོ་རེད། འདི་ཚོ་ཚང་མ་སྤྱི་འཐུས་འདི་ཚོ་གི་དགོངས་པ་ལ་ཡོད་རེད་ཡོད་མ་རེད། མཁྱེན་གྱི་ཡོད་རེད་ཡོད་མ་རེད། ད་མཐའ་མ་འདི་ལ། ཡིག་ག་རེ་ཡོད་རེད། ཨ་བར་བརྒལ་ཚོགས་གཙོ་དེ་ད་འདི་མིན་ན་བར་བརྒལ་ཚོགས་གཙོ་དང་དམ་འབུལ་ཞུ་ཡུལ་ལས་འབྱོར། བར་བརྒལ་ཚོགས་གཙོ་ནང་ལ་དམ་འབུལ་ཞུ་ལས་དེ། ཁྲིམས་དང་མཐུན་པའི་ཟོལ་གྱི་ལམ་ཁ་མཐའ་མ་དེར། གྲོས་ཚོགས་མ་ཚུགས་ནས། ཆེས་མཐོའི་ཁྲིམས་ཞིབ་ཁང་གི་གནད་དོན་དེ་གཙང་མ་བཟོས་ཐུབ་མཁན་ཡོད་མ་རེད། འཛིན་སྐྱོང་གིས་བཟོས་ཐུབ་གོའོ་མ་རེད། གཞན་པ་སུས་བཟོས་ཐུབ་གོ་རེད་ད། བཟོས་ཐུབ་མཁན་ཡོད་མ་རེད། གྲོས་ཚོགས་ཚུགས་རྗེས། གྲོས་ཆོད་དེ། གྲོས་ཆོད་གྲོས་འཆར་ཁྱེད་ཀྱིས་འདི་ནི་མ་ནི་ནུས་མེད་བཏང་དགོས་ན་བཏང་དགོས་ཀྱི་ཡོད་རེད། འདི་ནི་མ་ནི་ལག་བསྟར་བྱེད་དགོས་ན་བྱེད་དགོས་ཀྱི་ཡོད་རེད། ཡིན་པས་ནི་གྲོས་ཚོགས་མ་ཚོགས་ནི། འདི་རྙོག་དྲ་འདི་གསང་ཡང་བར་ཡོང་མ་རེད། འདི་བཞིན་ནི་ག་བ་རིན་པོ་ཆེ་གི་ལམ་སྟོན་བཀའ་སློབ་མཐའ་མ་འདི་ད་གྲོས་ཚོགས་ཚོགས་དགོས། སྤྱི་འཐུས་ཚོ་དམ་འབུལ་བྱོས། ད་གྲོས་ཚོགས་ཚོགས་རྗེས་ད་འདི་གང་ལག་པ་འཆང་གི་ཡོད་མ་རེད་ད། ད་ད་ལྟ་བུ་དུ་ལྷག་འདི་གི་ཡོད་རེད། ད་ང་རང་ཚོ་བོད་པའི་གི་གནས་སྟངས་ག་བ་ལས། རྒྱལ་སྤྱིས་མི་མང་མགོ་སྐོར་བཏང་ཐུབ་རེད། རྒྱལ་སྤྱིས་དམངས་གཙོ་རྒྱལ་ཁབ་ང་རང་ཚོ་ད་ལྟའི་བཙན་བྱོལ་སྒྲིག་འཛུགས་ལ་རོགས་སྐྱོར་བྱེད་བསྡད་མཁན་གི་ཨ་རི་དང་ཡུ་རོབ་དང། ཨ་སི་ཐྲུ་ལི་ཡ་འདི་ཚོ་གི་གནད་ཡོད་མི་སྣ་ཚོ་གི་ང་ཚོ་གི་གནས་སྟངས་ཐོག་ན་རྒྱབ་སྐྱོར་བྱེད་ཐུབ་ཀི་མ་རེད། ང་ཚོ་བྲེལ་ཚུགས་ཀྱི་དམངས་གཙོ་ཡང་དག་པ་ཁག་ལ་འགྲོ་གི་ཡོད་མ་རེད། འདི་ཡིན་དུས་རྩ་བ་ལ་ང་རང་ཚོའི་སྒྲིག་འཛུགས་དེ་ཁྲིམས་དང་མཐུན་པའི་སྒང་ལ་འགྲོ་དགོས་ཏེ། བཟོད་ཐུབ་དགོས་ཏེ་ངེས་པར་དུ་གལ་ཆེན་པོ་འདུག་ད་ནི་སྤྱི་འཐུས་རྣམ་པ་ཚོ་ལ་ད་ད་རིང། ལས་བསྡོམས་ཀྱི་གྲོས་ཚོགས་ཚོགས་འདུ་གཉིས་པ་གི་ཉིན་མཐའ་མ་ཆགས་ཀྱི་ཡོད་རེད་འདིའི་རྗེས་ལ་ཚོགས་འདུ་གསུམ་པ་ཡང་ཡོད་རེད་དུས་ཚོད་ཡོད་རེད། འདི་ཡིན་དུས་རྩ་རྣམ་པ་ཚོ་གིས་ངེས་པར་དུ་འདིའི་སྒང་ལ། ཐག་གཅོད་གཙང་མ་ཞིག་གནང་དགོས་འདུག་གལ་སྲིད་འདི་ག་ལ་ཐག་གཅོད་གཙང་མ་གནང་ཐུབ་ཀྱི་མེད་པ་ཡིན་ན། དཀའ་ངལ་ཡོད་པ་ཡིན་ན། ཨ་ནི། ཆེས་མཐོའི་ཁྲིམས་ཞིབ་ཁང་དེ་ཕྱིར་བསྡུ་གནང་རོགས་གྱིས། ཕན་ཐོགས་མི་འདུག། ང་ཚོ་ལ་གོ་ཡས་མི་འདུག། ད་ལྟ་བར་དུ་ཆེས་མཐོའི་ཁྲིམས་ཞིབ་ཁང་གི་ཕྱག་ལས་གནང་བྱ་བ་འདི་སྒྲིག་འཛུགས་སྟོར་རེད། སྒྲིག་འཛུགས་ནག་པོ་བཟོས། འདི་མ་གཏོགས་གྲུབ་འབྲས་གང་ཡང་ཐོན་མི་འདུག། ཁྲིམས་སྒྲིག་གཞི་སྟོར་རེད། འདི་མ་གཏོགས། གང་ཡང་ཕན་ཐོགས་བྱུང་མི་འདུག་ད་འདའ་བར་དུ་ལོ་སུམ་ཅུ་ནང་ལོ་འདི་ཡིན་དུས་རྣམ་པ་ཚུགས་ཀྱི་ངེས་པར་དུ་དགོངས་པ་བཞེས་དགོས་དེ་གལ་ཆེན་པོ་རེད་བསམ་གྱི་འདུག་གཅིག་ནི་ང་ཚོ་ལ་ལུང་པ་ཡོད་མ་རེད། ཨ་ནི་ཆེས་མཐོའི་ཁྲིམས་ཞིབ་ཁང་ལ་ནི་ནག་ཉེས་ཀྱི་ཐག་གཅོད་བྱེད་དབང་ཚད་ཡོད་མ་རེད། ད་ག་རེའི་དབང་ཚད་འདུག་ཨ་ནི་སྒྲིག་འཛུགས་ཏོག་རེད། ང་རང་ཚོ་དམངས་གཙོ་ཀ་བ་གསུམ་ནག་པོ་བཟོས་འདི་མ་གཏོགས་མི་འདུག་བ་ད་ལྟ་བར་དུ་ལས་ཀ་འདི་མ་གཏོགས་ཇི་ཡོད་མ་རེད་འདི་ཡིན་འདུག་ག་ལ། གལ་སྲིད། ཁྲིམས་དཔོན། ཁྲིམས་ཞིབ་པ་ཆེ་བ་བསྐོས་རང་བསྐོ་དགོས་ཡོད་བ་ཡིན་ན། གྲོས་ཆོད་ཨང་གསུམ་བཟོ་དགོས་འདུག་ངེས་པར་དུ་གཙང་མ་བཟོ་དགོས་ལ་འདི་སྦུ་གུ་ཞིག་རེད། འདི་གནད་དོན་གཅིག་ཆགས་ཀྱི་འདུག་གནད་དོན་གཉིས་བ་དེ། ད་ཁ་ཙང། ཡུ་རོབ་ཀྱི་སྤྱི་འཐུས། ཐུབ་བསྟན་དབང་ཆེན་ལགས་ཀྱིས། ཨ་ནི་ཁོ་རང་ཚོ་གིས། ཁོ་རང་གིས་ཨ་ནི་སྤྱི་འཐུས་ཀྱི་སྒེར་གྱི་གྲོས་ཆོད་གྲོས་འཆར་ཅིག་བསྣམས་ཕེབས་ཀྱི་ཡོད། ཨ་ནི་ང་རང་ཚོ་གིས་སྤྱི་འཐུས་མང་དུ་བཏང་དགོས་ཀྱི་འདུག་ས་ནས་བཀའ་མོལ་ཅིག་གསུངས། ད་ལྟ Voice of Tibet ནང་ལ། ཨ་ནི་འདི་གསུངས་བའི་སྐབས་ལ་ཁོ་རང་གིས་འདི་མི་མང་གི། ང་རང་སྒེར་གྱི་འདི་མི་མི་མང་གི། ཨ་ནི་རེ་བ་ད་ག་རང་བྱེད་ཀྱི་འདུག་ས་ནས་གསུངས་སོང། སྤྱི་འཐུས་རྣམ་པ་ཚོ་གིས་མི་མང་གི་རེ་བ་བྱེད་ཀྱི་འདུག་ལས་འདི་ལ་རྩ་བ་ཉིད་ནས་ཡིད་ཆེས་མེད། ཝུ་ཏི་ཞུན། ཆོས་བརྒྱུད་སྤྱི་འཐུས་མ་གཏོགས། གཞན་པ་ཕྱོགས་འགའི་སྤྱི་འཐུས་དང། ཕྱི་རྒྱལ་ཡུལ་གྲུ་ཁག་གི་སྤྱི་འཐུས་སུ་གཅིག་ལ་ཡིད་ཆེས་མེད། ཡིད་ཆེས་མེད་ལབ་དགོས་དེ་ལས་རྒྱུ་མཚན་ཡོད་ཞུ་ཡོད་ད། ད་ལྟའི་ཐུབ་བསྟན་དབང་ཆེན་ལགས་ཀྱི་བཀའ་མོལ་གསུང་བསྡད་འདི། ཁོ་རང་གིས་མི་མང་གི། ཨ་ནི་འབུད་དགོས་ཡིན་ལ་ནི་ཨ་ནི་ཁོ་གྲོས་འཆར་དེ་ཁས་ལེན་གྱི་ཡོད། ཤེས་ཀྱི་ཡོད་རེད་མི་མང་མཐོང་ཡ་ཡོད་མ་རེད་ཡིན་ནས་ཁོ་རང་གིས་ད་ལྟའི་གྲོས་ཚོགས་སྐབས་བཅུ་བདུན་པའི་གྲོས་ཚོགས་སྐབས་ལ་མཐོང་དེ་མི་མང་དེ་རྡ་རམ་ས་ལ་ཨ་ནི་རྐང་རྩེད་སྤོ་ལེགས་ཀྱི་རྩེད་སྟངས་དེ་ལ་སྐྱེན་པའི་རྒྱ་དེ་གིས་མི་མང་གི་ལས་འགུལ་སྤེལ་དེ་རེད་ལ། སོ་སོ་གི་མདུན་ལ་ཐོངས་དེ་གི་མི་མང་གིས་ལས་འགུལ་འདི་གི་གྲོས་འཆར་འདི་ཡར་གནང་མ་ཐོས་ཅིག་ལ་མཐོང་ཡས་མེད་པའི་མི་མང་ཅིག་གིས་ཨ་གྲོས་འཆར་ཅིག་མི་མང་གི་གྲོས་འཆར་ལ་ཁྱི་ཟེར་འདི་ལ་ཏག་ཏག་རྩ་བ་ཉིད་ནས་དེ་གི་མི་འདུག་ཟེར། འདི་ལ་རྩ་བ་ཉིད་ནས་ཡིད་ཆེས་མེད་ཟེར་ལ་རྒྱུ་མཚན་གཅིག་དེ་ཡིན། གཉིས་བ་དེ། ང་རང་ཚོ་གི་ད་ལྟ་གི་སྤྱི་འཐུས་བཞི་བཞི་ལྔ་འདི་ལས་མང་བ་སྤྱི་འཐུས་གོ་ཡས་མི་འདུག་ང་ཚོ་ལ་སྤྱི་འཐུས་ག་རེ་གོ་གི་འདུག་ཟེར་ན་སྤྱི་འཐུས་ཡོད་ཤག་བ་དེ་སྤུས་དག་པོ་གོ་གི་འདུག་ད་དུས་སྤྱི་འཐུས་ནང་ལོགས་ལ་བསྒྱུར་བཅོས་རང་གཏང་དགོས་ཀྱི་འདུག་ཞུ་གི་ཡོད་པ་ཡིན་ན། བསྒྱུར་བཅོས་ག་རེ་གཏང་དགོས་འདུག་ཞུ་བ་ཡིན་ན་སྤྱི་འཐུས་ཀྱི་དུས་ཡུན་དེ། བསྟུད་མར་ཐེངས་གཉིས་ལས་ལྷག་ལངས་ཆོག་ཡ་མི་འདུག་འདི་བཟོ་དགོས་འདུག་ད་ལྟ་བར་དུ་ང་རང་ཚོ་གི་སྤྱི་འཐུས། ཡོད་དེ་སྐྱོ་དེ་གཅིག་གཟིགས་དང། རྒན་གསོ་ཁང་ལ་འཛུལ་ཡས་དུས་ཚོད་སླེབས་ན་ཡས་དང་དོད་ཡས་སྤྱི་འཐུས་དང་ལ་དེད་དེད་ཀྱི་ཉེན་ཁ་འདུག་ཚད་མེད་བ་མ་རེད་ལ་ནས། དེ་ཡིན་དུ་ག་ལ་ང་རང་ཚོ་གི་མི་མང་ལ་ཁ་ལོག་རེད་གཞོན་སྐྱེས་ལ་གོ་སྐབས་མི་འདུག་ཨ་ནི་སྤྱི་འཐུས་ཀྱི་གྲོས་ཚོགས་དེ་ར་བ་དེ་གཙང་མ་ཡ་ཆགས་ཡ་མི་འདུག་འཐེན་འཁྱེར་རྐྱང་རྐྱང་ཅིག་གང་ལ་ས་འོག་དར་དག་གི་གནས་སྟངས་དེ་གང་ལ་འགྲོ་བསྡད་ནས། དེ་ཡིན་དུ་ཙམ་པ་ལ་ང་ཚོ་ལ་སྤྱི་འཐུས་གྱིས་གྲངས་འབོར་མང་དུ་གཏང་དགོས་རྩ་བ་ཉིད་ནས་རྒྱུ་མཚན་མཐོང་གི་མི་འདུག་ང་ཚོ་ལ་ཡོད་བཞག་བ་དེ་ད་ལྟའི་གི་སྤྱི་འཐུས་ཡོད་བཞག་བ་དེ་ཚོ་སྤུས་དག་པོ་དགོས་ཀྱི་འདུག་ད་ལྟ་གོང་དུ་གླེ་བ་སྤྱི་འཐུས་ནང་བཞིན་དེ་འདྲའི་གླེ་བ་ཡིན་ན་ཆོ་ག་རེ་ཡོད་རེད་བློ་བཟང་ཐུབ་བསྟན་རུ་ལ་གྲོས་ཆོད་གྲོས་ཆོད་ཨང་གསུམ་གསོལ་དགུ་དེ་གཙང་མ་གཙང་རྐྱང་ཆགས་ཚར་བ་རེད་གཙང་བ་ག་འདྲས་ཤར་དེ་འདྲས་རོགས་དེ་འདྲས་སྤྱི་འཐུས་ཆོས་ཡོད་མ་རེད། སྤྱི་འཐུས་ཀྱི་ལས་འགན་གཙོ་བོ་གང་རེད། ཁྲིམས་སྒྲིག་གཞི་སྲུང་སྐྱོབ་བྱེད་ཁྲིམས་སྒྲིག་གཞི་བཟོས་ཡོད་འདི་རེད། ད་ང་རང་ཚོ་གི་ད་ལྟའི་གི་ལོ་གཅིག་གི་ནང་ལོགས་ལ་བཀའ་བཅའ་ཁྲིམས་ལ་དཀའ་ངལ་ག་ཚོད་འཕྲད་སོང་ལག་བསྟར་བྱས་ལ། འདི་ཚོ་ཚང་མ་བཟོས་ཁུག་གི་ཡོད་རེད། དམ་འབུལ་བྱེད་ས་གི་དཀའ་ངལ་འཕྲད་བ་དེ་ད་ང་རང་ཚོ་གི་ད་འདོད་གཟུགས་སྐྱོན་མ་བཏང་བ་ཡིན་ན་མུ་མཐུད་ནས་མ་འོངས་པར་འདི་འདྲའི་དཀའ་ངལ་ཆགས་ཡ་ལམ་ཁ་ཆགས་འདུག་ཡོད། འདི་ཡིན་འདུག་ག་ལ་འདི་ཚོ་ཁྲེལ་ཏེ་ང་རང་ཚོ་དམ་བཅའ་ཕུལ་ས་དེ་མི་ལ་དམ་བཅའ་ཡིན་གཅིག་མི་གཅིག་ཕུལ་དགོས་དགོས་མ་རེད། ང་རང་ཚོ་གི་ད་ལྟ་བར་དུ་སྡིག་པ་བཤགས་ཡ་ཡིན་ན་ཡ་འདྲ་དཔེ་ན་ཆ་བཞག་ན་ང་ཚོ་འོས་བསྡུ་སྐབས་ལ་ངས་དཔེ་མཚོན་བཞག་ང་ཚོ་འོས་བསྡུ་སྐབས་ལ་ལ་དྭགས་ལ་འོས་བསྐུར་མ་རྒྱག་མཁན་འདི་གིས་ཨ་ནི་བཤགས་པ་ག་འདྲས་ཕུལ་རེད་ཉེས་པ་ག་རེ་བཏང་རེད། སྐྱབས་མགོན་རིན་པོ་ཆེ་སྐུ་བ་ལ་མཇལ་དར་ཕུལ་ནས་ཉེས་པ་དག་བཅུག་རོགས། ད་ཁམས་ཚར་བས། དེ་ཡིན་དུས་ཙམ་པ་ལ་ང་ཚོས་ཀྱི་དམ་བཅའ་ཕུལ་ས་ཡིན་པ་ནས་ཟུར་དུ་གཅིག་གོ་དགོས་འདུག། འདི་མ་ཚད་པའི་ང་རང་ཚོ་གི་ད་ལྟའི་གི་ཤེས་དལ་གི་མགོ་ལ་དེད་མཁན་ཚོ་གི་ཤེས་དལ་དེ་ང་ཚོ་གི་སྒྲིག་འཛུགས་འདི་ཁྲིམས་ཀྱི་དབང་བརྒྱུད་ཡིན་ལའི་དེ་ཁྲིམས་ཀྱི་དབང་བརྒྱུད་རེད་མི་འདུག། དེ་ཡིན་དུས་ང་ཚོ་གི་ད་ལྟའི་གི་སྤྱི་འཐུས་གྲོས་ཚོགས་འདི་གི་ང་རང་ཚོ་གི་སྒྲིག་འཛུགས་འདི། ས་སྟེང་ཡུལ་ངེས་ལ། ཁྲིམས་ཀྱི་དབང་རྒྱུད་གང་ལ་འགྲོ་ཐུབ་བ་ཅིག་བཟོ་དགོས་འདུག་ཁྲིག་གི་དབང་རྒྱུད་གང་ལ་མི་འདུག་ལབ་དགོས་ཡིན་འདི་ཡང། འགྲེལ་བཤད་ག་དྲི་རྒྱ་ཡར་ད། ང་རང་ཚོ་གི་མཁས་དབང་སྐྱབས་རྗེ་ཟངས་དུར་རིན་པོ་ཆེ་མཆོག་གིས། ཁྲིམས་ཞིབ་པ་གསུམ་དེབ་གཅིག་ལ་འཕོ་འགྱུར་བཏང་ན་ཏག་ཏག་བསྡད་ཀྱི་ཡོད་མ་རེད་གསུངས་ཡོད། ཡིན་པ་ཡིན་ནའི་ཁོ་རང་གི་བཀའ་མོལ་འདི་ལ་ང་ཚོ་དམངས་གཙོ་འདི་ཁྲིམས་ཀྱི་དབང་རྒྱུད་གང་ལ་འགྲོ་དགོས་སམ་ད་འདི། འདེམས་ཐོན་སྲིད་སྐྱོང་གིས་གསུང་གི་ཡོད་ལ་ཁོ་རང་ཚོ་གིས་དེ་སྔ་ནས་གསུང་བསྡད་ཀྱི་ཡོད། ཁྲིམས་ཀྱི་དབང་བསྒྱུར་ག་ལ་སྒྲུབ་དགོས་ན་ཁྲིམས་ཞིབ་པ་གསུམ་ནི་གི་ནག་ཉེས་བྱེད་པ་ཡིན་ན་གསུམ་ཆ་སྤེལ་ཆོག་པོ་མེད་ན་གཅིག་བཞག་གོ་དགོས་ན་ཁྲིམས་ཀྱི་དབང་བསྒྱུར་ག་འདྲ་ཤར་ཁྲིམས་ཀྱི་གང་ལ་བཞག་གི་ཡོད་རུང་ཁྲིམས་ཞིབ་པ་དེ་ཚོ་འདིས་འདུག་ང་རང་ཚོ་སྒྲིག་འཛུགས་དེ་འགྲེལ་བཤད་གང་བྱུང་མང་བྱུང་རྒྱག་ཡ་མི་འདུག་མགོ་ལ་ཞུགས་མཁན་ཚོ་གི་ཁྲིམས་དེ་ཚོ་མི་མང་མགོ་ཚུགས་གི་མ་རེད་བསམ་ཏེ་འགྲེལ་བཤད་འདྲ་མ་འདྲ་བརྒྱབ་རྗེས་ང་རང་ཚོ་གི་སྒྲིག་འཛུགས་དེ་གཏོར་གི་འདུག་འདིས་ཚོ་གང་ལ་དམ་བཅའ་ཕུལ་ས་གི་ཡུལ་ཡིན་པ་ཡིན་ཏེ་དམིགས་བསལ་གྱི་སྒང་ལ་བཟོ་དགོས་མཁོ་འདུག་ཨ་ནི་ང་རང་ཚོ་གིས་ད་ལྟའི་གི་གསུང་དེ་ནི་ཁྲིམས་ཀྱི་དབང་བསྒྱུར་ཡིན་ལ་ཡ་ཏི་བཅའ་ཁྲིམས་ལ་དངོས་གནས་ཞིབ་འཇུག་ཚད་དང་ལྡན་པ་གནང་བྱས་ཨ་ནི་ཁྲིམས་ཀྱི་དབང་བསྒྱུར་ཁང་ཁྲིམས་ཞིབ་པ་གསུམ་དེ་དེབ་གཅིག་ལ་གལ་སྲིད་ཁྲིམས་ཁང་ཁྲིམས་ཞིབ་ཁང་དེ་རང་འཇགས་གཉིས་ཀྱི་ཡོག་ཡིན་ན་ཁྲིམས་ཞིབ་པ་གསུམ་གི་ནག་ཉེས་ཆེ་བ་ནི་གསུམ་ཆ་དེབ་གཅིག་ལ་པི་ཆོག་གི་མ་རེད་ཟེར་ནི་བཅའ་ཁྲིམས་ནང་ལ་ཡོད་མ་རེད་ད་དེང་སང་ལོག་བཤད་བྱེད་ཀྱི་ཡོག་རེད་བ་བཅའ་ཁྲིམས་ནང་གསལ་ཡོག་མ་རེད། གཅིག་མ་གཞི་པི་ཆོག་གོ་མ་རེད་ལ་ཡ་དེ་འདྲ་སེམས་ཡོད་མ་དེ་ཡིན་ནའི་ད་ཧམ་བཤད་བྱེད་ཀྱི་དེ་ཞིག་གོ་དེ་འདྲའི་ཧམ་བཤད་བྱེད་བ་ཡིན་ན་ཁྲིམས་ཀྱི་དབང་བརྒྱུད་ཆགས་ཀྱི་ཡོད་མ་ང་ཚོ་སྒྲིག་འཛུགས་དེ་ཁྲིམས་ཀྱི་དབང་བརྒྱུད་གང་ལ་འགྲོ་གི་ཡོད་ཡིན་ན་ཁྲིམས་ཞིབ་པ་གསུམ་དེ་དེབ་གཅིག་ལ་པི་ཆོག་གི་ཡོད་རེད་ག་ཅིག་ལ་ན་ཁོ་ཚོ་གསུམ་གྱི་ནག་ཉེས་ཅིག་བྱེད་བ་ཡིན་ན་ཨ་ནི་སུམ་བརྒྱ་པི་གོ་བྱེད་ཀྱི་རོ་བ། པི་ཡིག་གི་གནས་སྟངས་ཆགས་པ་ནི་སུམ་ཆ་པི་གོ་ཅི་གི་རོ། འདི་ཡིན་དུ་བརྩམས་པ་ལ་ང་ཚོ་གི་ཁྲིམས་ཀྱི་དབང་རྒྱུད་ལས་དེ་ཨང་ཏག་ཏག་ཞིག་དེ་ཡིན་མི་འདུག་ཞོལ་གཅིག་ཡིན། གཉིས་བ་དེ། ང་རང་གི་ང་རང་ཚོ་སྒྲིག་འཛུགས་དེ། ལྗིད་སྙོམས་སྟངས་འཛིན་ལ་ནི་སྲུང་གི་ཡོད་རེད་དམངས་གཙོ་ཀ་བ་གསུམ། དམངས་གཙོ་ཀ་བ་གསུམ་ལ་ལྗིད་སྙོམས་སྟངས་འཛིན་ལ་ནི་སྲུང་གི་ཡོད་ན་ལས་ཀའི་གི་ཐོག་ནས་འཆར་འགོད་རྒྱ་བཞག་རེད་འཛིན་སྐྱོང་གི་ཕྱག་ལས་གནང་ཡས་ཨ་ནི་ཁྲིམས་སྒྲིག་ཞིག་ལག་བསྟར་བྱེད་པའི་ཐོག་ནས་ཨ་ནི་འཛིན་སྐྱོང་གནང་ཡས་དེ་རེད་ཨ་ནི། གྲོས་ཚོགས་འདི་ཁྲིམས་བཟོའི་དེ་ཆགས་ཀྱི་ཡོད་རེད། ཆེས་མཐོའི་ཁྲིམས་ཞིབ་ཁང་དེ་ཁྲིམས་སྲུང་སྐྱོབ་བྱེད་རེ་ཆགས་ཀྱི་ཡོད་རེད། ཡིན་པ་ཡིན་ནའི་འདི་འདྲའི་གི་གནས་སྟངས་གཉིས་ཐོག་ནས་གྲོས་ཚོགས་དེ་འཛིན་སྐྱོང་དང་ཆེས་མཐོའི་ཁྲིམས་ཞིབ་ཁང་གི་ཕྱག་ལས་གནང་སྟངས་ནོར་བ་ན་འཕོ་འགྱུར་གཏང་ཡ་གི་དབང་ཆ་དེ་གྲོས་ཚོགས་ལ་ཡོད་རེད། ཡིན་པ་ཡིན་ནའི་འགྲེལ་བཤད་ག་རེ་རྒྱག་གི་ཡོད་རེད། བཀའ་ཤག་འཛིན་སྐྱོང་བཀའ་ཤག་སྲིད་སྐྱོང་གཙོས་པའི་བཀའ་ཤག་སྡེབ་གཅིག་ལ་འཕོ་འགྱུར་བཏང་ཡ་ཡོད། ད་ཁ་ཚང་ང་རང་ཚོ་འདི་ནང་ལྟ་ད་ད། སྐྱབས་རྗེ་ཟམ་གདོང་རིན་པོ་ཆེ་གི་འགྲེལ་བཤད་བསྐྱོན་རོགས། བཀའ་ཤག་བཀའ་བློན་གཙོས་པའི་བཀའ་ཤག་སྡེབ་གཅིག་འཕོ་འགྱུར་བཏང་ཡ་ཡོད། ད། ཆེ་བསྟོད་ཁྲིམས་ཞིབ་ཁང་གསུམ་ཆ་སྡེབ་གཅིག་ལ་འཕོ་འགྱུར་བཏང་ཡ་ཡོད་མ་རེད་ལེགས་ཡོད་རོགས། ད་བརྗིད་སྙོམས་ག་འདྲས་ཤར། བརྗིད་བོ་ཤོར་འདུག། བརྗིད་སྙོམས་མི་འདུག། གཅིག་ནི་བརྗིད་སྙོམས་ཡོད་མ་རེད། གཅིག་ནི། ཁྲིམས་དེ་ག་ལ་བ་ཁྲིམས་ཀྱི་དབང་བསྒྱུར་བྱ་གི་ཡོད་མ་རེད། འདི་ཡི་དུ་འདི་ཚོ་ཐོག་འདི་ཚོ་ཚང་མ་ལ་ཉེ་པར་དུ་དགོངས་པ་བཞེས་བའི་ཐོག་ནས་གཙང་མ་ཉེ་བར་དུ་བཟོ་དགོས་ཀྱི་འདུག། འོ་དེ་གཅིག། སྤྱི་འཐུས་ལྷན་ཚོགས་ལ་ད་འབོད་སྐུལ་ཞུ་ཡས་ཡིན། ཨ་ནི་ད་གསུམ་པ་དེ་ག་རེ་བྱ་གི་འདུག་ཞུ་བ་ཡིན་ན། ད་ད་ད་ཁ་སང་ཉེ་ཆར་རང་ད་ང་འདི་ག་ལ་གཉིས་བརྡུང་ཁ་སང་ཁྱུགས་ཤིག་གམ་སྐད་ཆ་ཤེས། ད་ང་ཚོ་གི་ད་ལྟ་བར་དུ་འཛིན་སྐྱོང་གི་ནང་ལོགས་ལ་ང་རང་ཚོ་གི་བཙན་བྱོལ་སྒྲིག་འཛུགས་དེ་ཆོས་སྲིད་ཟུང་འབྲེལ་གྱི་སྒྲིག་འཛུགས་ཤིག་ཆགས་བསྡད་ཀྱི་ཡོད་རེད། དེ་འབྲེལ་གྱི་ཆོས་སྲིད་ཟུང་འབྲེལ་གྱི་སྒྲིག་འཛུགས་ཅིག་ཡིན་པའི་ཐོག་ནས་ང་ཚོ་གི་འཛིན་སྐྱོང་ངོས་ནས་སྒྲིག་འཛུགས་ཀྱི་ངོས་ནས་ཨ་ནི་ད་ལྟ་གནས་ཆུང་ཆོས་རྒྱལ་རེད་ཨ་ནི་ལྷ་མོ་རེད་ལྷ་མོ་ཚིང་ཆེ་ང་རེད་ཨ་ནི་གནས་སྐྱེལ་དང་ལ་འདུག་ཞེས་ཁོ་ཚོ་ལ་སོ་ཕོག་ཕུལ་ཕྱིར་ང་རང་ཚོ་གིས་བོད་བསྟན་པ་ཆབ་སྲིད་ཀྱི་ཆེད་དུ་ཨ་ནི་གཅིག་རྐྱེན་བར་ཆད་ག་རེ་ཡོད་བ་ཡིན་ནས་མཚམས་མཚམས་ཁོ་ཚོ་ལ་གཅེས་འདྲིན་ཞུས་རྗེས་ལམ་སྟོན་ཞུ་གི་ཡོད་ལ། དེ་འདྲི་ཞུ་གི་ཡོད། དེ་ཡིན་དུས་བསམ་པ་ལ། ད་ནི་སྤྱི་ཟླ་བཅུ། ཚེས་བ། ཁ་ཚང་ཚེས་བ་བཅུ་ལ་ལོ་སར་གི་ཚེས་བ་བཅུ་དེ་ལ། ཨ་ནི་འཛིན་སྐྱོང་གི། འདུག་ཅེས་ད་ག་བའི་ཕོ་བྲང་ལ་སྤྱི་འདྲི་ཞུས་ཡོད་ཟེར་བ། དེ་འདྲི་སྤྱི་འདྲི་ཞུ་བའི་སྐབས་ལ། ཨ་ནི། ད་ད་ལྟ་དེ་ནི་ཅིན་ཐང་ལ་གི། ཡ་ཞང་ཅེས། ཨ་ནི་ད་ལྟ། ཆེས་མཐོའི་ཁྲིམས་ཞིབ་ཁང་ད་ད་ལྟའི་གི་འདེམས་ཐོན་སྲིད་སྐྱོང་ལ་ཨ་ནི་སྟེ་ཅག་ཤ་རེ་ལ་ཡ་དཀའ་མོད་ཅིག་འདུག། འགྲོ་འདི་སྐྱོར་དང་སྤྱི་ཚོགས་དོན་རྐྱེན་དང། འདིའི་སྐབས་ལ་ཡོད་དེ་བས་ཀྱི་གང་ཟག་འདི་གནས་ཡུལ་མིན་ན་སུ་ཡོད་རེད། ཀ། སྲིད་སྐྱོང་གཙོས་པའི་བཀའ་བློན་རྣམ་པ་ཡོད་ཅེས། སྤྱི་འཐུས་ཚོགས་གཙོ་ཡོད་ཅེས། དེ་མིན་གྱི་མི་བདུན་ཅུ། དྲུག་ཅུ་བདུན་ཅུ་ཞིག་ཡོད་ས་རེད་དེའི་ནང། རྒྱ་བ་རིན་པོ་ཆེ་དབུ་བཞུགས་ཐོག་ནས། འདི་ཚོའི་གནས་ཚུལ་འདི་ཚོ། དྲང་པོ་བཤད་ན། ང་རང་ཚོ་མི་མང་གི་ལ་ཕྱི་གསལ་ནང་གསལ་བཟོ་དགོས་ཀྱི་རེད་བསམ་གི་འདུག་ནམ་རྒྱུན། གནས་ཆུང་ཆོས་རྒྱལ་གྱིས་བཀའ་ལུང་ཞུས་ཅེས་སྤྱན་འདྲེན་ཞུས་ནས་བཀའ་ལུང་ག་རེ་ཕེལ་བ་ཡིན་པས་ནས་མི་མང་ལ་གསང་བཤད་ཀྱི་འོག་མ་རེད་མི་མང་ལ་ག་རེ་བཤད་ཀྱི་ཡོད་རེད་ཞབས་བརྟན་སྒྲུབ་རོགས་ཅེས། སྤྱན་འདྲེན་ཞུ་ཡས་དེ་བོད་བསྟན་པ་ཆབ་སྲིད་སྒང་ལ་སྤྱན་འདྲེན་ཞུ་གི་ཡོད་རེད། ཨ་འདི་ལ་གེགས་བར་ཆད་ཞབས་བརྟན་གསོག་སྒྲུབ་བྱས་ཏེ་མི་མང་ལ་སྒུག་གི་ཡོད་རེད་ཡིན་པས་ན་མགོ་ལ་དེ་རྗེས་འདི་ཚོ་གིས་ནོར་འཁྲུལ་ག་རེ་བྱེད་ཀྱི་ཡོད་མེད་སྲུང་སྐྱོབ་དེ་མི་མང་ལ་ཤེས་ཀྱི་ཡོད་མ་རེད། འདི་ཡིན་དུས་བརྩམས་པ་ལ་ད་ལྟའི་གི་འདིའི་སྒང་ལ་གནས་ཚུལ་འདི་སྐབས་བཅུ་བདུན་པའི་གྲོས་ཚོགས་ནང་ལ་ངེས་པར་དུ་ག་རེ་གསུངས་ཡོད་བ་དེ་མི་མང་ལ་གསུངས་དགོས་འདུག་འདི་མ་གསུངས་བ་ཡིན་པ་ཡིན་ན་མི་མང་གི་ཞབས་བརྟན་བྱེད་ཚད་འཕྲོག་བརླག་རེད་ཤག་མི་མང་ལ་ཞབས་བརྟན་བྱེད་སྐུ་གོས་ར་མགོ་ལ་དེ་གིན་དེ་གཏོར་བཤིག་བཏང་བསྡད་ཀྱི་ཡོད་བ་ཡིན་ན། ཞབས་འདེགས་ཀྱི་ནུས་པ་ཐོན་ཡ་མཁན་ཡོད་མ་རེད། དེ་མི་མང་དཀའ་ལས་གཏང་གི་ཡོད་རོ། ཤེས་ཀྱི་ཡོད་རེད་ག་བ་རིན་པོ་ཆེ་སྐུ་ཆེ་དང་བོད་བསྟན་སྲིད་ཆེད་དུས་ཨ་ནི་མི་མང་ཚོ་གི་ཞབས་འདེགས་གང་མང་གསོབ་རུག་བྱེད་དགོས་ཡོད་ལ་དགོས་རེད། བོད་བསྟན་པ་ཆབ་སྲིད་དང། ཨ་ནི་བོད་རྩ་དོན་ཆེད་དུ་དང་ག་བ་རིན་པོ་ཆེ་སྐུ་ཆེ་ཚེ་དུས་ཨ་ནི། ཅིག། ག་བ་རིན་པོ་ཆེ་སྐུ་ཚེ་བརྟན་དགོས་ཀྱི་ཡོད་ཡིན་ན། འགོ་རེད་དེ་གའི་ལས་ཀའི་དེ་ཚོ་གི། ག་བ་རིན་པོ་ཆེ་དགོངས་གཞི་དང་མཐུན་པའི་ཐོག་ཕྱག་ལས་གནང་དང། རྒྱལ་བ་རིན་པོ་ཆེ་དགོངས་བཞེས་དེ་དགེ་བའི་ཕྱག་ལས་ག་ཅིག་གནང་གི་ཡོད། དེ་ཚོ་དྲན་ཧང་སང་ཧེ་རོ། ད་རྡ་རམ་ས་ལའི་དབྱིན་ཡུལ་ལ་རྒྱལ་བ་རིན་པོ་ཆེན་གྱི་ཕོ་བྲང་གི་མདུན་ལ་བཞུགས་བསྡད་གྱུར་ཚང་མ། ཡིན་པ་ཡིན་ནའི་ཕྱག་ལས་གནང་སྟངས་དེ་ག་འདྲས་གནང་གི་འདུག་ད་ང་རང་ཚོ་ཧ་གོ་གོ་རོགས། དེ་ཡིན་དུ་རྒྱལ་བ་རིན་པོ་ཆེ་དགོངས་པ་གི་མཐུན་པའི་ཐོག་ནས་ཕྱག་ལས་གནང་དང། ཨ་ནི་མི་མང་གི་ཞབས་བརྟན་གསོག་སྒྲུབ་བྱེད་འདི་ལ་ནུས་པ་ཞིག་འདོན་གྱི་རེད་ལ། དགྲ་བོ་རིན་པོ་ཆེ་ཡིན་པ་ནི་སྐུ་ཚེ་ཐེངས་འདི་གཅིག་རེད། སྐུ་ཚེ་ཡུན་དུ་བརྟན་གྱི་རེད། འདི་མ་གཏོགས་དགྲ་བོ་རིན་པོ་ཆེ་བཀའ་སློབ་ཕེལ་བ་དེ་གསལ་བོ་རེད་བ། ངེད་ཀྱི་སྐུ་ཚེ་ལ་བར་ཆད་བྱུང་བ་ཡིན་ན། མཛད་གཙོ་རྣམ་པ་ཚོ་གི་ཕྱག་ལས་གནང་སྟངས་འདི་ལྷག་བསམ་རྣམ་དག་གིས་ཕྱག་ལས་མ་གནང་བ་ཡིན་ན་ངེད་སྐུ་ཚེ་ལ་དེ་འདི་ཉེན་ཁ་ཡོང་གི་རེད་ཟེར་ན་བཀའ་སློབ་ཕེལ་བར་འདི་ཇི་མ་ཇི་བཞིན་བཀའ་སློབ་ཉིན་གཉིས་འདི་བཀའ་སློབ་དེ་ཉིན་ཉུང། འདི་ཡིན་དུ་ང་རང་ཚོ་མཛད་བཟོ་རྣམ་པ་ཚོས་ཕྱག་ལས་ག་འདྲས་གནང་ཡོད་དོ་ད། དེ་ཚོ་རང་ཕྱི་གི་བློ་ཕམ་ལ་ད་དེ་ཚོ། ད་ད་ལྟ་ང་ཚོའི་སྒྲིག་འཛུགས་འདི་གོང་ས་མཆོག་གིས། འཛམ་གླིང་ཡོངས་གྲགས་ལ། བཙན་བྱོལ་གཞུང་འདི་ཡང་དག་པ་དམངས་གཙོའི་སྤྱི་ཁང་ལ་འགྲོ་གི་ཡོད་ས་ནས་གསུང་གི་ཡོད་རེད་རོ། ད་ང་ཡིན་གྱི་ད་འདིར་འགྲེལ་བཤད་རྒྱ་ཁྱོད་རྣམས་ལ་ཡང་དག་པ་དམངས་གཙོའི་སྤྱི་ཁང་ལ་འགྲོ་གི་ད་ཡོད་ད། སྒོ་སྲིད་སྐྱོང་རེད་སྤྱི་འཐུས་ཚོགས་གཙོ་གཙོས་པའི། ཨ་རྣམ་པ་ཚོ་གིས་གཟིགས་ད། འགྲོ་གི་འདུག་ཁྲིམས་དང་མཐུན་པའི་ཐོག་ནས་ཡང་དག་པར་དམངས་གཙོ་བ་ལ་འགྲོ་གི་འདུག་བས། ཨ་ནི་འདི་འདྲས་ཅིག་འགྲོ་གི་མེད་བ་ཡིན་ན། ཨ་ནི་ད་འདོད་གྲྭ་བ་རིན་པོ་ཆེ་ཁ་ཚང། ཨ་ནི་བཀའ་དྲིན་རྗེས་དྲན་གྱི་གྲོས་ཆོད་གྲོས་འཆར་དང་བོད་ནང་གི་དུང་སེམས་མཉམ་བསྐྱེད་ཀྱི་གྲོས་ཆོད་ཞུ་བྱ་ཚང་འདི་ཚོ་ཚང་མ་ག་བ་འགྲོ་རུ་དང། དུས་མཚན་གྱི་གྲོས་ཆོད་བཞག་དགོས་ཀྱི་ཡོད་ན། གོང་གྲྭ་བ་རིན་པོ་ཆེ་དགོངས་པ་དང་མཐུན་པར་ཕྱག་ལས་གནང་རོགས་བྱེད། བོད་ནང་གི་གཞིས་ལུས་རྒྱ་ཆེའི་མི་དམངས་ཀྱི་རེ་བ་བཅོལ་བ་གནང་ཕྱིར་སྒྲིག་འཛུགས་འདི་སྲ་བརྟན་བཟོས་རོགས་བྱེད། སྒྲིག་འཛུགས་མ་དོར་རོགས་བྱེད། ཁོང་ཚོ་གིས་བོད་ནང་རང་ལུས་མེར་སྲེག་བཏང་མཁན། མཚམས་མཚམས་སོ་སོ་ཡིན་ན་ཚོར་དགོས་འདུག་ད། བོད་ནང་རང་ལུས་མེར་སྲེག་བཏང་མཁན་དུ་སྙིང་རྗེའི་ཀུན་སྤྱོད་གཅིག་ནི་རྒྱ་མིས་ཀྱི་གདུག་རྩུབ་མནར་གཅོད་འོག་ལ་དེད་ཐུབ་ཀྱི་མེད་གཉིས་ནི་རེ་བ་བརྒྱབ་ས་དེ་བཙན་བྱོལ་སྒྲིག་འཛུགས་ཆགས་འདི་གྱུར་ད་བཙན་བྱོལ་སྒྲིག་འཛུགས་རེ་བ་བརྒྱབ་ས་འདི་གྱི་གནས་སྟངས་འདི་འདི་འདྲས་ཀྱི་མ་གཏོགས་མེད་ན། ཨ་ནི་ཁོང་ཚོ་འགྲོ་ས་འདི་མ་གཏོགས་ཡོད་མ་རེད་ལམ་ཀ་ཙམ་ཡོད་མ་རེད་དེ་མ་བསྟན་མི་འདུག་བསམ་གྱི་ཡོད་རོ། དྲང་པོ་བྱས་ན། དེ་མིན་འོག་ལ་དེ་བྱས་མཐུན་ཕྱོགས་དེ་ལ་རེ་བ་རྒྱལ་ས་ཅིག་ཡོད་ན། ཨོ་ཁེ་ད་ཉི་མ་གཅིག་གའུ་རིན་པོ་ཆེ་བོད་ལ་ཕེབས་རྗེས་རྗེས་འོངས་སམ་རེ་བ་ཅིག་ཡོད་ན་སུས་བདེན། དེ་བྱེད་དགོས་དོན་ཡོད་མ་རེད། འོ་ནི་རང་ལུས་མེར་སྲེག་བཏང་དགོས་དོན་ཡོད་མ་རེད། ཡིན་པས་ནི་བཙན་བྱོལ་སྒྲིག་འཛུགས་ནང་མགོ་ལ་བཞུགས་མཁན་ཚོ་གིས། གའུ་རིན་པོ་ཆེ་དགོངས་པ་དང་མ་མཐུན་པའི་ལས་ཀ་བྱེད་དུས་ཙམ་པ་ལ་ཨ་ནི་བོད་ལ་བཞུགས་མཁན་དེ་ཚོ་སེམས་ཤུགས་ཆགས་ཀྱི་ཡོད་རོགས། འདི་ཡིན་དུ་ཁ་ནི་བོད་ལ་བཞུགས་མཁན་དེ་ཚོ། ཨ་ནི་རང་བོད་ནང་རང་ལུས་མེ་བསྲེགས་བཏང་ཡས་རེད་མཚམས་བཞག་ཟེར་ནས་རྩ་བ་ཉིད་ནས་གསུངས་དགོས་མ་རེད། རྣམ་པ་ཚོ་གི་ཕྱག་ལས་དེ་བོད་ནང་གི་གཞི་རིགས་རྒྱ་ཆེ་མ་རེད་བ་བཅོ་བའི་ནང་ཆེ་ཕྱག་ལས་གནང་དང་ཨ་ནི་རང་ལུས་མེ་བསྲེགས་བཏང་མཁན་དེ་ནས་ཉུང་དུ་འགྲོ་གི་རེད། དེ་ཚོ་འདི་ཚོ་ཚང་མའི་དགོངས་པ་བཞིན་ནས་ད་ལྟའི་གི་གྲོས་ཚོགས་ནང་ལོགས་ལ། གནད་དོན་འདི་ཚོ་ཚང་མ་ལ་དཔྱད་ཞིབ་བྱོས་བའི་ཐོག་ནས་ད་ད་ལྟ་གྲོས་ཚོགས་ད་རིང་ཉི་གསར་ཅན་ད་རིང་ཉི་མ་མཐའ་མ་ཆགས་ཀྱི་ཡོད་རེད་ལེ་ཡིན་གཉིས་པ་ཡིན་པ་ཡིན་ནས་གྲོས་ཚོགས་ཚོགས་འདུ་གསུམ་པ་དེ་མུ་མཐུད་ནས་ཡོ་ར་བ་ཉི་མ་བཅུ། འདིའི་ནང་ལོགས་ལ། སྒྲིག་འཛུགས་གནད་དོན་དེ་ག་ལ་ངེས་པར་དུ་དགོངས་པ་བཞེས་དགོས་འདུག་དང་པོ་དེ། ཁྲིམས་ཞིབ་ཁང་གི་ལ་ནི་ཁྲིམས་ཞིབ་པ་ཆེ་བ་ས་མིག་རག་གི་མེད་བ་ཡིན་ན་སྒོ་རྒྱབ་བཞག་དགོས་འདུག་སྒོ་རྒྱབ་ཀྱི་མེད་བ་ཡིན་ན། འདི་རང་འཇགས་གནས་དགོས་ཀྱི་ཡོད་བ་ཡིན་ན། ཨ་ནི་ངེས་པར་དུ་གྲོས་ཆོད་ཨང་གསུམ་བསུ་དགོས་དེ་གཙང་མ་བཟོ་དགོས་ལ་འབུལ་དགོས་དང་པོ་དེ། འབུལ་དགོས་གཉིས་པ་དེ། སྤྱི་འཐུས་ཀྱི་པར་ལྕག་གི་བཀའ་མོལ་དེ་རྩ་བ་ཉིད་ནས་མ་གསུང་རོགས་བྱེད་འདི་འདི་གིས། གྲོས་ཚོགས་ཀྱི་དུས།